གནའ་བོའི་བོད་ཀྱི་གཏམ་དཔེ་ཁག་ཅིག། བཀྲ་ཤིས་པའི་གླུ་ལེན་སར་ལྟས་ངན་པའི་སྡུག་སྐད། སྐྱེས་བུ་ཉིས་བརྩེགས་མེད་པའི་སྡུག་པོ་གསུམ་བརྩེགས། སྐྱེས་བུ་རང་གིས་མ་བྱས་ན་སྡུག་པོ་མི་ཡི་གཏམ་ཡོང། ཀོ་བ་གཅིག་ལས་བྲལ་བའི་རྒྱུ་འབུ་དང་ཤ་ཁུ་གཅིག་ལས་བཏུབ་པའི་ཏི་ཀ། སྐྱུར་མོ་ཞིག་དང་མ་འདྲེས་ན་རྔ་མོ་ཐམས་ཅད་ལྕང་ལྕང་ཡིན། ཁ་ཤས་ཆུ་ཡི་ལྦུ་བ། ལག་ལེན་གསེར་གྱི་ཐིགས་པ། ཁྱེའི་བུང་ཁུས་ཁྱིར། རྒྱ་ལམ་སྐྱེས་པ་ན་ཁ་བསང་ན་གོ་སྟེ་ནམ་ལངས་ན་འགྲོ་སྟེ། གོང་དུ་གཡག་ལ་ཟ། གདོང་རྒྱག་སྟག་ལ་བཞུད། ཁ་བདེ་པོ་མི་ཡིས་དཔོན། ལག་བདེ་པོ་མི་ཡིས་གཡོག། གལ་པོ་ཆེ་ལ་ནན་ཏན། དམ་པའི་ཆོས་ལ་བརྒྱ་རྩར། མགོ་ལ་པགས་པའི་ཞྭ་མོ་དང། ཁ་ལ་པགས་པའི་སོ། འགྲོ་ཞི་མི་ལས་ཁྱད་པ་དང། རྡོའི་རི་བོང་ལས་བཙོག་པ། གྲོས་མི་ལ་དྲིས། ཐག་རང་གིས་གཅོད། བརྒྱ་དམ་པའི་གྲལ་མགོར་མ་སླེབས་ཀྱང། སྟོང་དམ་པའི་འགྲེལ་ཤུགས་དུ་མ་ལུས་པ། ཆུང་ཆུང་གླུད་ཀྱི་རྨོ་སྟངས་ཆེན་པོའི་གང་གཟུང་མི་ཤེས། བྱོ་ལག་སྐུ་ཐང་ཉིད་རོ་གཤེགས་ཀྱི་རྐང་པ་ཚར་རོ། གཏམ་ལ་མཚོན་ཆ་མེད་ཀྱང་མི་སྙིང་དུམ་བུར་གཅོད། རྟོགས་པ་ལྷ་དང་མཉམ་ཡང་ཀུན་སྤྱོད་མི་དང་བསྟུན་དགོས། ཐིགས་པ་བསགས་པའི་རྒྱ་མཚོ། མཐུད་ཤིང་བུ་མ་ཀྱི་སྐུ་དྲིན་མ་མེད་ན་ཆུ་རལ་པ་སྒོང། དྲང་པོ་བཤད་ན་མི་མི་དགའ། རྒྱུ་པོ་ཁྱེད་ན་ཁྱི་མི་དགའ། ཕ་མ་བཟང་པོའི་བུ་ཕྲུག། དགེ་རྒན་བཟང་པོའི་དགེ་ཕྲུག། ཕོ་ར་གཅིག་གི་བློ་རྩིས་ལེགས། ཕོ་འབྲིང་གསུམ་གྱི་གྲོས་བསྡུར་ལྷག། ཕ་རྒྱུད་བུ་ལ་མ་བརྩིས་ན། རི་བོང་ཤོག་ཐོ་ག་ནས་འོང། བླ་མས་དྲིལ་བུ་གང་བཞག་ལེགས། དྲིལ་བུས་བླ་མ་གང་བཞག་མིན། བུ་སྨྱོན་པ་མེད་ན་འཚུབ་ཚ་དགའ། བུ་མོ་གླེན་པ་མེད་ན་ལྷིང་ན་དགའ། མི་ལ་རྒྱུ་དགོས་རྒྱུ་ལ་བདག་པོ་དགོས། མིའི་རི་མོ་ནང་ལ་ཡོད། སྟག་གི་རི་མོ་ཕྱི་ལ་ཡོད། མི་གཅིག་དགུ་གཅིག་བྱེད་ན། མི་ཡོང་དགུ་ཡོང་ཡོང། དམྱལ་བ་མ་མཐོང་ན་སངས་རྒྱས་ལ་ཡིད་མི་ཆེས། མི། རྒྱུ་ལ་མི་དགའ་བ་དང། ཁྱི། ཁྲག་ལ་མི་དགའ་བ་མེད། ཚུར་གནམ་གང་མ་བརྫིས་པར་ཕར་ཚེ་པ་གཅིག་བརྩི་དགོས་མེད། ཞི་མི་གཉིད་ཁུག་ཀྱང་བསམ་རྒྱུ་ཙི་ཙི་ལས་མེད། གཞན་ལ་ལྟ་བའི་མིག་ཡོད་ཀྱང་རང་ཉིད་ལྟ་ན་མེ་ལོང་དགོས། ཡར་ལངས་ན་མགོ་བརྡབ་མར་འདེད་ན་རྐུབ་བརྡབ། ཡ་རབས་མ་རབས་སྤྱོད་པས་ཤེས་ལུང་པ་གང་ཡིན་སྐད་ནས་ཤེས། རང་གིས་རང་བཀྱག་བཀྱག་པས་རྐུབ་བཀྱག། རང་གིས་བཙོས་པའི་ཆང་དེ་ཞིམ་པོ་མིན་ནའང་འཐུང་དགོས། ལས་ལ་གང་བསྐོས་མ་གཏོགས་སྣང་བ་གང་དྲན་མི་འདུག། ལུས་ལ་མི་དགོས་ན་ཚ་དང་སེམས་ལ་མི་དགོས་སྡུག་བསྔལ། ལག་པ་ལ་ཤ་ཡོད་ན་ནམ་མཁའ་ལ་བྱ་བཏིང། ལུས་ལ་ན་ཚ་མེད་ན་གྲོང་ལ་གྲགས་པ་འཁོར་དོན་མེད། སེམས་ཁྲལ་ཉེ་བའི་སེམས་ཁྲལ་རི་བོང་གནམ་གྱི་སེམས་ཁྲལ། བསམ་པ་ངན་པ་མི་ལ་བྱས་ན་སྦྱོར་བ་རྫོབ་པོ་རང་ལ་འཁོར་ཡོང། སའི་ས་འོག་ཏུ་ཡོད་ཀྱང་འོད་ནམ་མཁར་ཁྱབ། བསམ་བློ་སྔོན་ལ་བཏང་ན་མཁས་པ་ཡིན། འགྱོད་པ་རྗེས་ལ་སྐྱེས་ན་གླེན་པ་ཡིན། གསུམ་བསམ་པའི་བར་སྣང་བལྟ་རྒྱུག་ཀྱང། དོན་དངོས་པོའི་བར་དེ་ལ་སོ་མི་ཐེབས། ཧམ་པ་རི་ཙམ་ཤེས་ན་བདེན་པ་དབྱར་ཙམ་ཐོབ། ཨ་མའི་བུ་ལ་ཡོན་ཏན་ཡོད་ན་དགའ་ལྡན་ཁྲི་ལ་བདག་པོ་མེད། ཨ་གསར་རྟ་ལས་མགྱོགས་པ། གཞུ་གུ་ར་ལས་ཐུང་བ། ཨ་ཡོད་ནང་གི་ད་ཡོད་སྒོ་ངའི་ནང་གི་བསིལ་རི། ཐུགས་རྗེ་ཆེ།